ལགས་སོ། དེ་ནས་བཛྲ། ཕུར་བུ། ཕུར་བུ་བྱ་བ་ཀུན་ལ་བཟང། ཨོ་བོད་ཕྱི་ནང་གཉིས་འདི། ཕྲན་རང་ཉིད་ཀྱི་དྲ་གྲོགས། མཐའ་གྲོགས། བཙོན་གྲོགས་ཟེར་ན་མི་འདུག་ད་ཚང་མ། ལ། བློ་འདས་ལ། བྱ་བ་བཟང་པོ། དོན་ཆེན་ཆེན་པོ་འགྲུབ་པ་བྱེད་དགོས། སྨོན་ལམ་དེ་དང་སྔོན་དུ་གུས་ཕྱག་ཕུལ་བྱ་ཡིན། བ་དན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྙིང་ག་པད་མ་བསྟན་འབྱུང་ལ་བཀའ་དྲིན་ཆེན་པོ་དགོངས་ནས་རྗེས་བཟུང་སྟེ་སྐུ་གསུང་ཐུགས་ཀྱི་དངོས་གྲུབ་བསྩལ་དུ་གསོལ། ད་དེ་ཡིན་ཡ། ད་དེ་རིང་ངའི་འདོན་ཐེངས་བདུན་པ་ནོར་སླ་ཡོད། འདོན་ཐེངས་བདུན་པ་དེ་མི་མཐུན་ནི་མ་གློ་ཡ་དེ་གས་ཆམ་པོ་ཅི་རིགས་ཆགས་འདི་ཆགས་ག་ས་ན། གནད་འགག་ཅིག་ཡིན་ཆགས་འདུག་ཤག་དེ་ད་གིན་བསྡད་འདི་སྐད་དྲི་ཤག་ཤེད་ལས་བློ་དགོས་ཡག་གི་དགོས་པ་རྒྱུ་མཚན་ཕྲན་བུ་ཅིག་མ་ཞུས་ན་མི་འགའ་ཞིག་གི་བསྡད་དེ་ཆོ་མེད་ཀྱི་ག་རེ་བློ་དགེ་ཡིན་ནའང་སང་སང་དེ་འདྲའི་དོ་སྣང་མེད་མཁན། མི་རིགས་དང་རྒྱ་ཤེས་ལ་ཤ་ཞེན་མེད་མཁན་རང་དོན་ཁོ་ན་ལ་དེ་ནས་བརྩོན་འདུག་གི་དེ་དག་གིས་འདི་སྙན་པོ་ཡོད་རྒྱུ་མ་རེད་དེ་མ་གཏོགས་ངོ་སོ་བོད་ནང་གི་དཀའ་སྡུག་བོད་ཕྱི་ནང་གི་གཉིས་ཀྱི་དཀའ་སྡུག།

རེ་བ་ཁ་བརྡས་གྲགས། མགོ་བརྡས་གྲགས་ནི་གང་ཡང་དེ་འདྲའི་ཤེས་ཀྱི་མེད། དྲང་པོ་དྲང་བཞག་གི་ད་ངོ་སོ། ད་ལྟ་བར་དུ་འཛོམས་པོ་གླིང་གི་ཐོག་ཚེ་ལ་བོད་ཟེར་མཁན་དེ་ན་ཚོད་གཏོང་མ་ཐུབ་ཀྱི་ཆགས་ཡོང་དེ་ད་ཡང་དངོས་སུ་དཀའ་ངལ་གྱི་ཆགས་ཡོང་གི་འདུག་ད་དེ་འདྲ་ཡིན་དེ་རྣམ་པ་ཚང་མ་གིས་ད་རིང་འདིའི་སྐོར་དེ་ལ་མང་པོ་ཤོད་ཤ་ཨ་ཡོང་གི་ལྷག་པ་ཅན་དེ་ད་རིང་དེ་ལྡི་ལི་ལ་རྣམ་པ་ཡོངས་ཀྱི་ཨ་ནེ་སྐྱབས་མགོན་བསྟན་འཛིན་རྒྱ་མཚོ་བཅས་བླ་ན་མེད་པའི་དབུ་ཁྲིད་ཀྱི་ཐོག་ཟི་ལ་གྲོས་ཆོད་ཅིག་བཞག་དེ་མུ་མཐུད་གྲོས་ཆོད་རིམ་པར་འགྲོས་ཡོང་དགོས་རེད། ད་དེ་འབྲེལ་གྱི་ཐང་ཆད་ཀྱི་མཆན་པ་སེ་ཡེ་ཤེས་ཀྱི་ནོར་བུ་སེ་ནི་རང་ཤུགས་ཀྱི་སྦྲགས་མ་ཁོ་ཡོང་གི་འདུག་ཨ། འོ་དེ་འདྲའི་ངོ་སོ་དེ་སུན་སྣང་ཆེན་པོ་རེད་ད་ཡིན་ན་ཡང་བསམ་པ་སྐྱོ་དགོས་ཡ་ཁྱེད་འདི་ལ་ཀུན་འདུས་ད་ལྟ་ཀོ་སེ་བ་ཁྲུག་ཁྲུག་བྱུང་འདུག་འདི་ཡང་ཡོང་སྲིད་རྩེད་ཆས་དག་རེད་ད་དེ་འདྲས་ཅིག་ཟེར་ནས་ད་སྡུག་ཅག་ཞུ་གི་མེད་མི་སྡུག་ཅག་ཞུ་ན་མང་པོ་ཞུ་ཡ་འདུག་ད་ངས་ཡག་པོ་ཐུག་ནས་ཞུ་སྲིད་ན་དེ་འདྲས་དེ་བྱེད་མི་དགོས་པའི་བྱེད་ཏོག་རྩ་གཉིས་མེད་པ་ཅིག་དེ་དངོས་ལ་ལོ་གཉིས་སོང་གོང་ལ་ཨ་ནེ་བོད་ཀྱི་ནང་པའི་ཆོས་ལུགས་ཁག་གཙོས་བོད་ཀྱི་རྡ་ས་ལ་ཚོགས་སྡེ་དེ་དུས་སྐབས་སུ་ལ་སྐུ་མདུན་གྱི་ཡང་སྲིད་ཀྱི་གྲོས་གཞི་ཅིག་བཞག་ཡོད་རེད། ལྕང་སྒང་རིན་པོ་ཆེ་དང། བོད་ཀྱི་ཆོས་ལུགས་ལྔ་གཙོས་བོད་ཀྱི་འཛམ་གླིང་གི་ཆོས་ལུགས་ཡོད་དོ་ཅོག་གི་དེ་ནི་སྐུ་མདུན་གྱི་དུས་ལ་སླེབས་དུས་ཨ་ནི་ཡང་སྲིད་བཙལ་རྒྱུ་དེ་གྲོས་གཞི་ག་ལ

ལི་ཨི་ལི་མེ་ལི་ལག་པ་ལ་བཏུས། ལ་དཔག་གི་ལས་ཀ་ལས་འདུག་མི་འདུག་ལ་བ་ལ་བཏུས། ཁ་ནོ་ཟི་ཨི་ཟི་མེ་ཟི་ཁ་ལ་བཏུས། དེ་ངོ་ལ་བཏུས། ཁ་ལ་ཡག་པོ་ཟ་འདུག་མི་འདུག་སྡོམ་པ་ལ་བཏུས། འོ་དེ་རེད། ད་ལྟ་བར་དུ་དེ་འདྲའི་གཅིག་ཆགས་དུ་མ་དེ་རང་ཚོ་ལ་ད་བར་ལིང་ཏེན་སུ་ཞུགས་ན། རྟ་ཡག་པོ་མ་རེད་བས་ད། ཤེས་རྒྱ་རྒྱུ། འཛོམས་པོ་གླིང་གི་ད་ལྟ་ངོ་སོ་བོད་ཀྱི་ཐོག་སུ་ལ་ཨ་འདྲའི་རྟ་དེ་ཡོད་རེད་ད་རྣམ་པ་སོང་ག་འགྱོ་མ་འགྱོ་ཤེས་ཡ་ཡོད་མ་རེད་ད། ཧུན། ད་ལྟ་དེ་སྤྲང་ཆང་སྦང་ཆང་བཤད་ད་མི་ཐུག་སོ་ད། ཚོའི་བཟོ་ན་མ་གཏོགས་ཉི་མ་སྐྱེས་དཀའ་ངལ་འཕྲད་གི་རེད་ད། ཧུན། རྒྱ་གར་གཞུང་གི་ཡང་བོད་ཀྱི་ཐོག་སུ་ལ། འཛིན་པའི་སྲིད་བྱུས་དབུ་མའི་ལམ་གྱི་ཐོག་སུ་ལ་དོ་སྣང་བྱེད་དུ་ཡོད་རེད་རྒྱ་གར་ལ་དཀའ་ངལ་ཆེན་པོ་འཕྲད་ཡོང་གོ་རེད་རྒྱ་མི་གུང་ཁྲན་གྱི།

ག་འདྲི་ག་འདྲི་མི་མང་སོགས་སྐྱོ་པོ་འདུག་འོ་དུག་སོགས་ཚང་མ་འགྲོ་མ་ཁྱི་ཁྱི་དེ་དང་རྒྱ་མི་གུང་ཁྲན་ཆགས་དུས་རྒྱ་གར་གཞུང་གི་གི་དཔོན་རིགས་ཡིན་ན་རེད་ཤེས་ཡོན་ཅན་ཡིན་ན་རེད་ད་དོ་ན་བོད་གི་ཐོག་ལ་དོ་ན་ལྷག་པ་བྱེད་དགོས་ཡག་གི་དུས་ཚོད་སླེབས་དུས་རེད་ཞུ་ཡག་ཡིན་ཡ་ཡ་ད་ངས་དེ་ནས་བསྡད་དེ་མར་འགོག་རྒྱུ་སློག་གི་ཡིན་དེ་ཚང་བྱ་གི་ཡིན། ཉེར་གཅིག་པ། དེ་ཡི་རྗེས་བུ་ཚོང་ལས་ཁུངས་ནས་ཨ་ཐར་ཅན། ཚོགས་ལགས་ཀྱིས་དེ་སྔོན་བོད་གཞུང་གི་སྐུ་ཚབ་ཐེ་ཝན་དུ་ཕེབས་པའི་སྐབས། སྐུ་ཚད་འཚོ་བཞུགས་རྒྱུན་རིང་གི་འགྲོ་སོང་རྣམས་བུ་ཚོང་ལས་ཁུངས་ནས་རང་དབང་དམངས་གཙོ་ཚོགས་པ་སྤྲད་པའི་གི་གཞུང་འཛིན་ཡིན་ཞེས་ཡིག་ཆ་སྤྲད་དོན་ལྟར། ཨ་ཐར་ཚོགས་ཀྱི་གི།

ཐོ། སྐྱིལ་ཐོང་སྒོ་བརྒྱ་སྒོ་བརྒྱུད་གོང་བཞིན་ཟླ་བ་བཅུ་པའི་ཚེས་གསུམ་ཉིན་ཡོངས་ཁྱབ་གསར་འགོད་གསལ་བསྒྲགས་པར་དེ་གའི་གནས་ཚུལ་དེ་དངོས་བདེན་མིན་པ་གསལ་པོ་བཟོས་ཡོད།

མ་བསྐོར་དང་བླངས་ཐོག་ནས་ཀྱི་འགན་འཁུར་བླངས་ཐད་ཀྱི་མདོ་སྟོད་ཆུ་སྒང་དམིགས་བསལ་ཚོགས་ཆེན་སྐོང་ཚོགས་བྱས་ཤིང། ཚོགས་འདུ་དེར་མདོ་སྟོད་ལུང་ཚན་ཁག་སུམ་ཅུ་སོ་བཞི་འཐུས་མི་དང། ཡོངས་བསྒྲགས་ངོས་ལེན་ཡོད་འབོད་ཀྱི་ཆུ་སྒང་ས་གནས་ཉེ་ཤུ་རྩ་གཉིས་ཀྱི་འཐུས་མི། དེ་བཞིན་བཙན་བྱོལ་གནས་ཡུལ་ཁག་གི་ཐུན་མིན་གྱི་ཁྱོན་མི་གྲངས་སུམ་བརྒྱ་ཉེར་བཞི་རྩ་ལྔ་ཕེབས་ཡོད་ཅིང། ཚོང་དགོན་དུ་སྐྱོ་ནོར་གོང་ས་སྐྱབས་མགོན་ཆེན་པོ་གདན་བཞུགས་ལྟར་ཆིག་བརྒྱུད་གནང་སྟེགས་ཀྱི་བཀའ་སློབ་སྩལ་ཡོད་ཀྱི་སྙིང་པོ་འགའ་དྲངས་ན། ང་ཚོ་བོད་གཞུང་གི་ཐེ་ཝན་དང་འགག་ཐོག་འགག་དོག་ས་ཞིག་གམ། འགན་འཁྱེར་ས་ཞིག་ནས་ཀྱི་འབྲེལ་བ་ཡག་པོ་ཡོང་བའི་ཀྱི་འབད་བརྩོན་བྱེད་བཞིན་ཡོད་པའི་ཀྱི་སྐབས་ལ། བོད་པའི་སྤྱི་ཚོགས་ནང་གི་སྒྲིག་འཛུགས་གལ་ཆེན་པོ་ཞིག་གི་མིང་ཐོག་ནས་ཀྱི་ཁོན་ཁོན་ཐོག་ཐོག་མེད་པར་ཡིག་ཆ་ཞིག་བཞག་འདུག་བཞག་དུས་ཕ་མཆོག་ཅེས་སང་ལོ་ནང་བོད་གཞུང་གི་རྐྱེན་བྱས་ཙང་བྱས་ཀྱང་ང་ཚོའི་བོད་པའི་གི་སྤྱི་ཚོགས་ནང་འབྲེལ་བ་ཐད་ཀར་བྱེད་ཐོབ་རྒྱུ་ཡོད་སྙམ་པ་ཡོང་རྒྱུ་ཡིན། ཞེས་དང། ཨ་ཐར་སྐྱེ་མཆེད་ཀྱི་སྔོན་ཆད་ཀྱི་བྱ་སྤྱོད་ཐད། རྩ་བའི་གི་ཆོས་ཀྱི་སྒང་དྲུག་གི་འདུས་པོ་ལོ་རྒྱུས་ནང། རྒྱུན་ལས་ཀྱིརྒྱུན་ལས་ཀྱི་ལས་ཀ་བྱེད་མཁན་ད་ལྟར་གྲྭ་བོ་དཔོན་དང་ཨ་ཐར་དོན་ཡོད་ཁོ་ཚོའི་ལྷ་བསང་མ་དག་པ་རེད་ཅིག་བརྗོད་རྒྱུ་མེད་ཀྱང། ལྷ་བསང་དག་པའི་གི་རེད་ཅིག་བརྗོད་རྒྱུ་མེད་པར་སྔ་ཆོལ་བ་ཟོང་དུག་གི་རྙོག་དྲ་བཟོ་མཁན་ཞིག་ཆགས་ཡོང་གི་འདུག་ད་རིང་གི་གནས་ཚུལ་དེར་སྐྱིད་པོ་མ་རེད། སྔོན་མ། ཚོ་ཁག་བཅུ་གསུམ་ཞེས། ངོ་མའི། ངོ་མེད་ཐོག་མཛུབ་མོ་བཙུགས་ས་ཡོད་མེད་ལ་མ་ལྟོས་པར། གང་ལྟར་ང་ཚོའི་དཀའ་རྙོག་ཅི་འཕྲད་ཡོད་དེ་གའི་དངོས་གནས་ཆོས་བྱེད་སྒང་དྲུག་གི་དེ་ཡི་གི་ཐོག་ནུས་པ་ཞིག་བཏོན་ན་ཕ་ཆེར་འདོན་རྒྱུ་ཡོད་པ་ཞིག་རེད་སྙམ་བྱུང་ཡང། ཁྱོད་ཀྱི་སྒང་དྲུག་གི་ནུས་པ་གང་ཡང་བཏོན་མ་བྱུང། དེ་བཞིན་ཀོང་པོ་གནས་ཚུལ་ཞུ་སྐབས་ཀྱང་བོད་གཞུང་གིས་མ་འོངས་བོད་ཀྱི་གནས་ཚུལ་ཐ་དད་རེད། མ་འོངས་པ་མི་མང་གིས་ཐག་གཅོད་བྱེད་ཀྱི་རེད། གནས་སྐལ་ཞིག་དེ་སྔ་དགའ་ལྡན་ཕོ་བྲང་གཞུང་གིས་རྒྱ་གཅོད་བསྟན་པའི་གཡོག་པ་དེ་གཞི་བཟུང་ནས་ཁྱོ་ག་འགྲོ་སྟངས་དེ་རང་ཤེས་ན། ཡག་པོ་ཡག་པོ་གཅིག་བསྟན་པའི་ཞལ་ཡོད་དེ་ལ་བརྩེ་བ་དེ་ལ་བརྩེ་བ་དེ་ལ་བརྩེ་བ་ཉན་ནས་རྩིས་མ་ཤོང་རྦད་དེ་རྡོ་རོ་བཏང་རྐྱང་བཏང་ཤོང་ཨ་ཁ་བསམ་པ་ཞིག་བྱུང། ཞེས་དང། ཁྱོད་སོང་གཅིག་འབྲེལ་གྱི་སྲིད་བྱུས་ཐད། ཆོས་བྱེད་སྒང་དྲུག་ཅེས་ལས་ཀ་བྱེད་མཁན་ཚོ་རྒྱལ་གཅེས་ཀྱི་བསམ་བློ་གང་འདྲ་ཞིག་ཡིན་མིན་ལ་མ་ལྟོས་པར་སྐྱེ་སྟངས་ཀྱི་རྣམ་འགྱུར་བསྟན་སྟངས་འདིས་བོད་གཞུང་གི། ཆོས་བྱེད་སྒང་དྲུག་དང། ཁང་པ་ཚོ་སྡུག་པོ་ཞིག་བྱེད་ཀྱིན་རེད་བསམ་པའི་སྣང་དོགས་འཆང་བའི་རྣམ་པ་ཞིག་ཡོད་དུས། ཨ་ཨ་དེ་འདྲ་ཡ་མཚན་བོད་གཞུང་ཞིག་བརྗོད་ཀྱང་བཀའ་བློན་དང་སྤྱི་འཐུས་ཚོ་རེད། དེ་ནི་གདམ་གའི་གཞས་ནས་ཡོང་གི་ཡོད། ཡིན་ན་ཡང་དངོས་ཡོད་ཀྱི་གནས་ཚུལ་ལ་ག་རེ་བཤད་རུང་མ་བཤད་རུང་ད་ལྟ་ད་ལྟའི་བཙན་བྱོལ་བྱུང་རྒྱལ་གྱི་མཐའ་ཐུག་གི་འགན་དེ་ང་ལ་འཁྲིས་ཡོད། དེར་བརྟེན་བཀའ་བློན་འཕོ་འགྱུར་དང་བརྒྱུད་བསྐྱོད་ཡོང་གི་ཡོད་ཀྱང། མཐའ་ཐུག་གི་འགན་ངས་འཁྱེར་གྱི་ཡོད་དུས། ངས་ཡིད་ཆེས་བྱེད་ས་ཀྱི་མི་དེ་དག་ནང་ཁྱོ་ཁ་གསུམ། ཆིག་སྒྲིལ་ཞེས་པ་དེ་ང་ཚོའི་རྩ་བའི་གི་སྲིད་ཇུས་ཡིན་པ། སྨོན་ལམ་མཚོན་ཆེད་ལ་དམིགས་དགོས་པ་གནས་ཚུལ་ཞིག་ཡིན་མ་གཏོགས། དེ་ལ་རྡོ་ཕུག་གཉིས་ཡོད་པ་ཞིག་རྩ་བ་ཉིད་ནས་མེད། ང་རང་སྒེར་གྱི་ངོས་ནས་སྐད་ཆ་བཤད་ནའང། རིང་ནས་སྙིང་དང་བརྣག་པའི་འདོད་པའི་དོན་ཡོངས་རྫོགས་བོད་ལྗོངས་རང་དབང་གཙང་མའི་པར་གཞི་ཡོངས་རྫོགས་ཞེས་པ་དེ་ཡི་ནང་ཕྱོགས་ཁག་གསུམ་ཡོངས་སུ་རྫོགས་པ་དང་བོད་མི་རིགས་ཡོངས་སུ་རྫོགས་ཚུད་པ། ཚིག་གནད། ཆེན་པོ་ཡིན་ཞིང། ངས་སྔོན་མ་ནས་བཤད་ཡོད། ད་ལྟ་ཡང་སྲིད་ཇུས་དེའི་ཐད་དམར་ལམ་མཚོན་ཆེད་རྒྱག་གི་ཡོད། བོད་བཙན་བྱོལ་གཞུང་འདི་ད་ལྟ་ཡིན་ཡང་ཕྱོགས་གསུམ་གཅིག་ཏུ་སྒྲིལ་བའི་གི་རང་བཞིན་ལྡན་པ་ཞིག་དང། ང་ཚོའི་དམིགས་ཡུལ་ཡང་ཕྱོགས་གསུམ་གཅིག་ཏུ་སྒྲིལ་བའི་གི་བོད་རང་དབང་གི་ལུང་པ་ཞིག་ཡོང་ཐུབ་པ་བྱེད་རྒྱུ་དེ་ཡིན། ངོས་ནི་ང་རང་སྒེར་གྱི་སྲིད་བྱུས་རང་བཙན་ཡིན་ནའང་འདྲ། རང་སྐྱོང་ཡིན་ནའང་འདྲ། གང་ལྟར་སྐྱིད་སྡུག་ལེགས་ཉེས་ཅི་བྱུང་ཡང་ང་ཚོའི་ཁྱོ་ག་གསོན་པོ་འདི་མགོ་དང་མཇིང་པ་བྲལ་ཐབས་མེད་པའི་གཅིག་གྱུར་ཞིག་དགོས་རྒྱུ་དེ་ངའི་རྩ་བའི་དམ་བཅའ་ཡིན། ད་དུང་དེ་ལ་ཡིད་ཆེས། ཡིད་ཆེས། ཡིད་ཆེས། ད་དུང་དེ་ལ་ཡིད་མ་ཆེས་པ་ལྟ་བུ་དང། བསྙོན། བསྙོན་འཕྲི། ཞེ་དུས། བློ་ཕངས་ཀྱི། འདུག་བློ་ཕངས་ཀྱི་འདུག། གང་འདྲ། དེ་གང་འདྲ། ཡིན་ནའང་ངེད་ཀྱི་ངོས་ནས། ད་ལྟ་བར་དུ་གི་ལྷག་བསམ་རྣམ་དག་བྱས་པ་ཡིན། ད་དུང་ཡང།

དམངས་དེ་ག་རེ་འགྲོ་དགོས་འདུག་ག་རེ་གནོད་དགོས་འདུག་ལྟ་ནས་དེ་ལ་ཤེས་བཞག་ནས་འགྲོ་དགོས་ཡོད་མི་སྲིད་ངས་གང་བྱུང་མ་བྱུང་རྩ་བརྙེད་ནས་དེ་འདྲས་བྱེད་ཀྱི་མེད་ཁྱེད་རང་ཚོ་ཐེ་ཚོམ་བྱེད་དགོས་དགའ་ཡོད་མ་རེད། ལུས་ངག་ཡིད་གསུམ་དུ་འདི་བོད་སྤྱི་པའི་ངག་གསོད་པ་ཆགས་པའི་གངས་རྒན་གྱི་མི་རྒྱུད་ཅིག་ཆགས་འདོད་ཡོད་རེད་ད། བོད་མི་གཙང་བཙན་གྱི་ཆགས་དུས་ནང་ཡང། མགོ་སྐོར་བསླུ་འཁྲིད་བྱེད་ཀྱི་མ་རེད་རྣམ་པ་ཚོ། ཡིད་གཉིས་ཐེ་ཚོམ་བཏང་ཉན་ནི་མི་དགོས་པར་ཡག་པོ་གསན་རོགས་ཞེས་ངོ་སོ། ཁྱོ་ཁ་གསུམ་དུ། དགའ་ན་དགའ་སྡུག་ན་སྡུག་ཀུན་འདུས་ཀྱི་གསུང་ཤ་དུ་བ་རིག་ནས་སྙིང་དུ་བརྣག་པའི་འདོད་པའི་དོན་ཡོངས་རྫོགས་བོད་ལྗོངས་རང་དབང་ཙམ་མེད་པར། འོ་དེ་འགྲིག་གི་རེད་དུ་ཚོ་རྣམ་པ་ཚོ་ཡིག་ལ་ཡག་པོ་ཉར་ཐོབ་པ་དེ་གལ་ཆེན་པོ་ཡིན་ས་རེད་ཤོད་ཡ་ཡིན།

ཏང་ཡོན་གྱི་སྲིད་ཇུས་ཟིན་ཏེ་ལས་འགུལ་གནང་གི་ཡོད་པའི་ཀྲུའུ་ཞིན་གྱི་སྤྲོ་གཙང་ཤུགས་ཆེ། དཔལ་ཇེ་ཡོད་པ་རེད། དངོས་དོན་ནི་ཨ་ཧར་རྐྱེན་ནི་རྒྱལ་གཅེས་དཔའ་བོ་ཕོ་མོ་གྲངས་མེད་ཀྱི་ལུས་སྲོག་ལོངས་སྤྱོད་བློས་བཏང་གིས་བློས་བཏང་གིས་བོད་རང་དབང་རང་བཙན་ཆེད། བཅས་གཙུག་ཕུད་ཀྱི་ཆུ་སྒང་སྒྲིག་འཛུགས་ཀྱི་རྩ་བའི་གི་དམིགས་ཡུལ་རྩ་གཏོར་གྱི་བྱ་སྤྱོད་རྐྱེན་པས་ལོ་རྒྱུས་ནང་རླབས་ཆེན་གྱི་བྱས་རྗེས་ཡོད་ཕུད་ཀྱི་ཆུ་སྒང་སྒྲིག་འཛུགས་ལ་མིང་རྐྱེན་ཆེན་པོ་ཕོག་པར་བརྟེན་བཀའ་སྤྱི་བསྙེན་ནས་ཁྱོད་གངས་སྒྲིག་འཛུགས་ཀྱི་གཞི་རྩ་གི་དམིགས་ཡུལ་སྲ་བརྟན་འགྱུར་མེད་དུ་གནས་ཐབས་དང་ཁྱོད་གངས་སྒྲིག་འཛུགས་དེ་བཞིན་གཙང་མ་སྤུས་གཙང་བཟོ་སླད་དུ་མི་རིགས་གཉིས་ཀྱི་འདོད་བློ་དང་མ་མཐུན་ནའང།

བོད་ཕྱོགས་ཁག་གསུམ་མཐུན་སྒྲིལ་དང་གོང་བུ་གཅིག་གྱུར་ཡོང་ཐབས་བྱེད་རྒྱུ་དེ་བོད་གཞུང་གི་གཞི་རྩ་གྱི་སྲིད་ཇུས་གཙོ་བོ་ཞིག་ཡིན་པ་ཀུན་གྱིས་ཤེས་རྟོགས་ཡོད་པའི་གནས་ཚུལ་ཞིག་ཡིན་ཙང། ཞེ་དྲག་བཀའ་བཀྱོན་མདོ་སྟོད་མི་དམངས་དོན་པོ་དང་ཁ་བྲལ་གཏོང་གི་འདུག་ཅེས་སྐྱོན་བརྗོད་བྱས་པར་བདེན་དོན་སྤུ་ཙམ་ཡང་མེད། བདེན་པ་གི་དོན་དག་སྤུ་གྱི་དོན་དག་སེ་མི་འདུག་སེ་དེ་དོན་སྤུ་ཙམ་ཡང་མེད། བོད་སོག་ལས་ཁུངས་ཀྱི་རྗེས་སུ་རྒྱུག་སྟེ་གི་ཁོ་ཚོ་འདོད་པ་བཞིན་བོད་དུམ་བུར་གཏོང་ཡོད་གི་ལས་དོན་དེ་ཡང་ཨ་ཐ་ནས་མངོན་སུམ་འཛེམ་མེད་ཀྱིས་བྱེད་བཞིན་ཡོད་པ་མཐོང་བཅུ་རེ། ཆོས་རྗེ་སྒང་དྲུག་གི་སྒྲིག་འཛུགས་དེ་སྔ་བར་ཕྱི་གསུམ་དུ་བོད་གཞུང་ནས་ཧ་ཅང་གལ་ཆེ་ཞིག་གི་བཙུད་གནང་སྟེ་དེ་འཕེན་གྲོགས་གནང་ཡོད། དཔེར་ན། བཙན་བྱོལ་ནང་དེ་སྔའི་ཆོས་སྒང་སྒྲིག་འཛུགས་ནང་ན་མགར་མདའ་ཆགས། མགར་མདའ་ཆགས་ཏེ་ཆོས་སྒང་སང་ཉིན་གཉིས་ཤིག་དོན་པོ་ཆ་སྐད་དེས་ཚབས་ཆེའི་གནས་ཚུལ་ཞིག་ལ་རྩིས་གནང་གི་ཡོད་རྩིས་གནང་མཁན་གོང་ས་སྐྱབས་མགོན་ཆེན་པོ་སྐུ་ངོ་མས་གི་ཕྱག་འཆང་ཏེ་ཟེར་ཆོས་སྒང་གཅིག་གྱུར་བཟོ་གནང་མཛད་ཡོད་ཀྱི་གསུངས་པ་མ་ཟད་བཀའ་བློན། རྒྱ་ལོ་དོན་དྲུག་བརྒྱད་བརྒྱད་ཀྱི་ཕ་སྤྲེལ་ཚུར་ལན་གསུམ་པ་གཞུང་གི་སྲིད་ཇུས་མེད་པ་དང་བོད་གཞུང་གི་སྐུ་ཚབ་ཚོ་མཐེ་བོང་དུ་མཐེ་བོང་དུ་བཞུགས་རྒྱུན་རིང་གི་འགྲོ་སོང་བོད་སོག་ལས་ཁུངས་ནས་བཏང་བ་ཟེར་བ་བདེན་པ་མིན་ལུགས་སོགས་གསུང་རྒྱུགས་མདོ་སྟོད་མི་མང་གིས་ཤེས་རྟོགས་གསལ་པོ་བརྒྱུད་པ་ཞིག་ནས། ཨ་ཐ་དང་རིན་ཆེན་ཚེ་རིང་བྱ་རྒོད་དོན་གཡོག་མདོ་སྙེ་གསས་མཁར་དང་དྲི་མེད་བསྟན་མཁར་ཐུབ་བསྟན་གཡུང་དྲུག་སྣ་འབྱར་རེ་ཁེ་སྐར་མ་བཅས་ནས་གོང་ས་སྐྱབས་མགོན་ཆེན་པོའི་བཀའ་བཀའ་སྤྱི་གསལ་བསྒྲགས་མདོ་སྟོད་མི་མང་གི་བསམ་ཚུལ་སྐྱེས་པར་བརྩེ་མེད་རྡོ་རོ་གྱིས་ཁ་གཏད་དུ་ལངས་ཏེ་ཀྱི་སྤྱི་ཚོགས་ནང་དབྱིན་ཞོ་དཀྲུགས་ཤིང་གི་བྱ་བ་མུ་མཐུད་རྒྱུན་འཁྱོངས་བྱེད་བཞིན་ཡོད་རེད། བོད་གཞུང་གི་ཕྱག་ཏུ་ཁྲིམས་དང་དབང་ཆ་གང་ཡང་མེད་ནའང་བོད་སྤྱི་ཡི་གི་རྩ་དོན་ལ་གནོད་གཞི་དང་དགྲ་བོ་འདོད་དོན་སྒྲུབ་ཐབས་ཀྱི་བྱ་བར་འགོག་རྒོལ་མུ་མཐུད་གནང་རྒྱུ་དེ་ང་ཚོའི་ལས་འགན་ཆགས་ཡོད། མདོ་སྟོད་མི་དམངས་རྣམས་ནས་དེ་མཐུན་ཁོ་ཚོའི་བྱ་སྤྱོད་ངན་པ་རྣམས་ལང་ལོང་དུ་མ་གཏོང་བའི་འགན་ཁུར་ངེས་པར་དུ་བཞེས་དགོས་ཞེས་གསུངས་ཡོད། ཉེར་ཞི་རྩ་གསུམ་པ། ཚོགས་ཆེན་དེ་ཡི་གེའི་ཐོག་ནས་ཀྱི་མང་ཚོགས་ཀྱི་འགྲོ་ལུགས་དང་མཐུན་པ་ཀྱི་མདོ་སྟོད་ཆུ་སྒང་རྒྱུན་ལས་གསར་པ། མི་གྲངས་བཅོ་ལྔ་དེ་བདམས་ཐོན་བདམས་སྒྲུབ་གཏན་འཁེལ་གནང་བ་ལྟར་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྱི་ཟླ་བ་བཅུ་པའི་ཚེས་གཉིས་ཉིན། བཀའ་ཤག་ནས་གསལ་བསྒྲགས་པ་དེ་ཆུ་སྒང་རྒྱུན་ལས་གསལ་བཏང་གནང་བ་གཞུང་འབྲེལ་ངོས་ལེན་གཞུང་འབྲེལ་ངོས་ལེན་ཞུས་དང། དེ་རྩིས་གཞུང་མང་སྤྱི་སྒེར་ཚང་མས་ངོས་འཛིན་དྲི་བ་མཛད་ཆོག་དགོས་རྒྱུ་གསུངས་ཡོད།

ཨ་ནི་འུག་པ་དང་ནང་པ་རེད་ང་མ་ཁུ་འཐུང་བྱས་ནས་མིག་གསལ་པོ་ཆགས་སོང་ཟེར་ང་བཅུ་བཞི་ཐེབས་ནས་མགོ་ལེ་ལེ་ཆགས་སོང་ཟེར་བ་ནང་བཞིན་དེ་ཨ་ནི་གང་ཡང་བྱེད་ཡ་ཡོད་མ་རེད་དེ་བུ་གླེན་པའི་ཕ་ཡིས་ཀླད་པ་གཅོང་གི་འོད་རྣམ་པ་སོགས་ཤེས་པར་བྱས། དེ་སོ་སོ་སོ་སོ་གི་ཁ་ཕོ་ལ་སོ་སོ་རྡུང་རྒྱག་བྱས་ན་ཡག་པོ་འདུག་བསམ་ན་རྣམ་པ་སོང་ད་རྒྱུག་དགོས་རེད་དེ་མ་གཏོགས། ཁམས་པ་སེར་ལས་གཅིག་མེད་སེར་གཉིས་ཡོད་མ་རེད་ད་རྣམ་པ་སོང།

གཙོས་དགོས་ཡ་སུ་གི་སུད་རེད་ཟེར་ན་རྒྱ་མི་གུང་ཁྲན་དམར་ཤོག་ཏང་གི་ཚོགས་པ་ཆོས་ཚོགས་བཅས་ཀྱི་མཛོ་འབོད་གླེང་མཁན་མིང་གང་ཡང་མེད་མཁན་གི་དབང་ཆོས་རེད་ལུགས་དང་དང་སོང་དེ། རེ་ཤ་ཡ་པུ་ཀྲིན་གྱིས་ཡུ་ཀུ་རེན་ལ་བཙན་འཛུལ་བྱས་པ་ནང་བཤད་ཀྱི་ངོ་སོ་བོད་དེ། འདི་འདྲའི་ཁྱེད་རང་ངོ་སོ་བོད་ལ་ཁེ་དེ་ཡོད་མ་རེད་ལ་ཆ་ཡོད་མ་རེད་བོད་ཚང་མ་གངས་རི་རི་བའི་བསྐོར་བའི་ཞིང་ཁང་དེ་ཆུས་ལ་དད་མོས་བྱེད་ནས་དམག་དང་གངས་རི་ཐོག་གི་ཚོ་ལ་ཞེན་པ་དེ་འདྲ་སྐྱེས་ལ་རྒྱ་མི་གིས་ངོ་སོ་ཤིག་གིས་སྟག་རི་དྲངས་ནས་ངོ་སོ་ཟ་བ་རེད་དེ་རྣམ་པ་ཚོ་ཧ་གོ་བ་ཞིག་ངོ་སོ་ཆ་སོས་སྤྲད་དགོས་རེད་ཅེས། དེ་གིས་ཆེ་ཤོས་ཀྱི་རེད་ཟེར་ནས་ངས་བཤད་དེ་མོ་དེ་སེམས་ལ་ཡག་པོ་འཇགས་རོགས་ཞེས་ཞུ་ཡ་དེ་ཡིན་ད་ལྟ་ཡིན་ཟེར་ན་ངོ་སོ་རྩོད་ཡ་བོད་དེ་རྒྱ་མི་གི་མ་རེད

འོ་དེ་འདྲའི་གཅིག་གིས་ཐུགས་ཟིན་ན་ད་མི་སེར་སྤེལ་ཡུལ་དཔལ་ལྡན་སློབ་གྲྭ་ལྟ་ངོས་སུ་བཙུགས་ནས་ད་དེ། ད་ཐོག་རྒྱ་སྐྱུག་ཐུགས་ལ་བླ་དད་མོ་དེ་རྣམ་པ་སོང་མཁྱེན་གོ་རེ་དུས་སོ་གནང་རོགས་ཞེས་ཞུ་ཡག་དེ་ད་སོ་དུས་སོ་རྒྱ་སྐྱུག་གི་ཐོག་ལ་འགྲོ་མཁན་དང། འོ། བདེན་པའི། བདེན་པའི་གི་ཐོག་ཟིན་ལ་དྲང་བཤད་བྱེད་ཡག་གི་ཞུ་གཏུག་ལེན་རྒྱུའི་དུས་སོ་མི་ཐོན་ནས་སྤེལ་རོགས་ཞེས་ཞུ་ཡག་དེ་ད་རྒད་པོ་གི་རེ་བ་ཆེ་ཤོས་དེ་མེད་འགྲོ་བསམ་གི་འདུག། འོ་དེ་འདྲའི་བྱེད་ཡིན། ད་དེ་ནས་ཉེར་བཞི་པ། ཉེར་བཞི་པ། དེ་རྗེས་ལུང་ཐུན་ངོས་ལེན་ཡོད་པའི་གི་ཆུ་སྒང་སྒྲིག་འཛུགས་དང་ཨ་ཐར་ཅན་སོགས་དབར་གནས་ཚུལ་ཇི་བྱུང་གཞུང་འབྲེལ་མིན་པའི་དེར་རྒྱས་པ་མ་བཀོད་ཅིང་ཨ་ཐར་ཅན་སོགས་ནས་གོང་ས་མཆོག་དང་རང་ལྗོངས་ཀྱི་མཚན་སྙན་དང་མཛད་བརྒྱུད་ལ་གནོད་པའི་ལས་དོན་སྣེ་མང་བརྩམས་པ་དཔེར་ན། དྲང་བདེན་ཞེས་པའི་གེ་སར་ཤོག་ནང་དཀྲོག་གཏམ་སྣ་ཚོགས་སྤར་བ་དང། གསང་ཡིག་གླིང་གི་ས་ཡན་ལེགས་ཀྱི་རྒྱ་བོད་སོགས་རྒྱལ་སྤྱིའི་ལྷ་བསང་ཅན་གྱི་མི་སྣ་མང་པོ་རྡུང་རྡེག་བཏང་བ་ལྟ་བུའི་བྱ་ངན་སྣེ་མང་བརྩམས་པ་ཞིག་ཁྲག་གི་ཁྲག་ཡིག་ཚོགས་ལ་ཁྲག་ཡིག་སོགས་ལ་འཇིགས་ཏེ། དེའི་བསྐོས་མས་བཏགས་པའི་གསང་ཡེ་ལས། མི་འཇིགས་དྲི་ལ་ཡེ་འཇིགས་རེག་བྱ་དཔོན་དུ་དུག་སོགས་བདུག་ནས་ཁྲག་གེགས་པའི་སྡོམ་པ་ཚང་མ་ཚུལ་དེ་ལ་དེ་འདྲས་བྱས་ནས་བདུག་ཡོང་རེ་ཟེར། ད་འདི་ནས་མ་གནས་དོན་གྱིས་ཞུ་ནས་ཏིང་ངེ་བྱ་གི་མིན་འགྲོ་འོང་རིང་དྲགས་ན་ཡོང་ས་མ་རེད། རྩ་བའི་གནད་དོན་བརྒྱད་ཡིག་གི་སྒོ་ནས་དགག་པ། དོན་དག་བཤད་ཀྱི་ཐོག་ནས་དགག་ཡོད། ལས་དང་ཨ་ཐ་སོགས་ཀྱི་གི་སྡེ་འདི་ཡི་གི་བརྗོད་དོན་ཡོངས་རྫོགས་རྡོ་ལ་ཧྲིལ་གྱིས་བསྒྲིལ་ན། རྡོ་ལ་ཧྲིལ་གྱིས་བསྒྲིལ་ན་རྡོ་རྡོ་ཅི་ཞེས་པ་ཡིན་ན། བོད་གཞུང་གི་མཆོག་གསུམ་ཁ་བརྡར་གཏོང་ཚུལ་བཞེད་ལུགས་དང་གོང་ས་མཆོག་ལ་དད་པ་དང་བརྩི་བཀུར་ཞུ་ཁུལ་གྱི་བཅོས་མའི་རྣམ་པ་སྟོན་ཐབས་ཀྱི་བཀའ་བཅུ་བཟུང་ལ་སྙོར་འཛུགས་བྱས་པ། དོན་ཚན་གསུམ་དེས་ནུས་མེད་བཟོ་ཐབས་ཡིན་པ་དེ་ཉིད་ལག་ཆར་བཟུང་ནས་ཀྱི་བོད་གཞུང་གི་སྤྱི་ཁང་རྩ་གཏོར་གཏོང་རྩིས་ཡོད་པ་དང་དོན་ཚན་གསུམ་པོ་དེ་བཞག་པ་འགར་མེད་འགའ་གཉིས་མེད་པ་དང་ཆུ་སྒང་རྒྱུན་ལས་ནས་དགོངས་གཞི་དགོས་དོན་མེད་ལུགས་ཅན་རྩ་བའི་གི་དོན་ལས་བཞི་ཡིན་པ་དེ་དག་རེ་རེ་བཞིན་དགག་པ་ལ། དེ་ཚོ་རེ་རེ་བཞིན་ཁོ་སོ་ཏང་གི་མདའ་མོ་སེང་གེ་ཐུ་ནུ་ལ་བཏོན་ཡོད་ས་རེད་བ་འོ་དེ་དགག་པ་ཡོད་སྲིད། ད་དོན་ཚན་དང་པོ་བོད་གཞུང་གི་ཕྱོགས་གསུམ་ཁ་བྲལ་གཏོང་རྩིས་བྱེད་པ་ཞེས་པ་སྐོར་ལས་ཐང་ཨ་ཚ་སོགས་ཀྱི་བཀའ་སྲོལ་བརྙན་གཅིག་གི་མདུན་དུ་བསྐྱལ་སྐབས་དང། དེ་བཞིན་མདོ་སྟོད་བཅོས་མཐུན་བརྙན་ཐབས་ཀྱི་ཐད་སྐབས་བོད་སོག་ལས་ཁུངས་དང་གྲོས་མཐུན་འཇོག་དགོས་པའི་རྒྱུ་མཚན་སྙིང་པོ་གཅིག་པུར་གཅིག་ཏུ། བོད་གཞུང་གི་ཕར་བཀྲལ་རྒྱུ་ཕར་བཀྲལ་ཚུར་ལེན་རྒྱུ་ཚུར་ལེན་བྱས་བོད་ཡུལ་དུམ་བུར་གཏོང་རྒྱུར་གྱི་འཆར་གཞི་ལ་བརྟེན་ནས། འཆར་གཞི་ལ་བརྟེན་ནས་ང་ཚོས་ཁམས་པ་རྣམས་རང་དོན་རང་གཅེས་ཀྱི་བསམ་བློ་མ་བཏང་ཐབས་མེད་བྱུང་བཞིན་པ་དེ་ཡིན་པ་མ་ཟད། སྒར་རྒྱག་སྟངས་ཀྱི་ཐོག་མདའ་ཞེས་པའི་རྡེག་དེ་ཡིག་གི་མགོ་མཇུག་བསྐུམས་ལ་དེ་ཡིག་གི་སྐོར་ནས་ཀྱི་བཀྲུས་ཏེ་བོད་གཞུང་ལ་སྙོན་འཛུགས་མང་པོ་བྱས་ཡོད་པ་དཔེར་ན། རྡེག་འདི་ཡིག་གི་ཤོག་ངོས་བཞི་གཅིག་ཞེ་ལྔ་དང་བཞི་གཅིག་ཞེ་དྲུག་ཏུ་བལྟས་ན།

ཨ་མདོ་བ། རྒྱ་མི། རྩིས་སྤྲོད་བྱེད་རྒྱུ། བྱ་སྤྱོད། ལ། བོད་མི་ས་ཡ་དྲུག་གི་ངོས་ལེན། ནམ་ཡང་བྱེད་རྒྱུ་མེད་པ་དང་གཉིས། འགྲུལ་སྐྱོད་ཤར་ནུབ་ཀྱི་དབྱེ་མཚམས་ཆད་ཐད་ཀྱི་བོད་མི། ཁ་བྲལ། དུམ་བུར་གཏོང་བའི་ཀྱི་ལས་འགུལ། ལ། ཁམས་པ་བརྒྱ་ཆ་དགུ་བཅུ་ཐམ་པ་མོས་མཐུན། ནམ་ཡང་མེད་པ། དང་གསུམ། བོད་རང་སྐྱོང་ལྗོངས། ལན་ཐད་ཞེས་པ་དེ་སི་ཏྲ་སི་པི་དུ་བསྩལ་བའི་གི་བཀའ་སློབ་ལས་ཀྱང་ཡོངས་སུ་དགའ་བ་མ་ཟད། ཁྲིམས་དང། ཁྲིམས་དང་སྤྱི་ཟུར་དངོས་ཡོད་ཀྱི་གནས་ཚུལ་དང་མི་མཐུན་པ་རྟོག་བཟོ་ལས་ཀྱང་ཆེས་ཆེ་བའི་མ་བགྲོད་པ་མ་ཟད་མ་གཏོགས་རང་སྐྱོང་ལྗོངས་ལས་ཐད་ཀྱི་ཇུས་ངན་མ་རུང་བའི་བྱ་སྤྱོད་དང་བརྗེ་ཞེས་དང་ཤོག་ངོས་བཞི་དང། བཞི་དང། ཤོག་ངོས་བཞི་པ་དང་ལྔ་པ་བར་ཆུ་བཞི་སྒང་དྲུག་གི་གྲོས་ཆོད་ལྔ་བཞིའི་ནང་དང་རྒྱུན་དུ་ནས་བོད་རང་བཙན་བསྐྱར་གསོ་མ་བྱུང་མཁན་འགྲིག་ཐབས་མེད་པའི་རྒྱུ་མཚན་ལྟ་སྐྱོ་བསྟན་བཟུང་བྱེད་ཀྱི་ཡོད་སྟབས། བཀའ་བློན་རྒྱ་ལོ་དོན་གྲུབ་ཀྱིས་ཨ་རི། America། ནང་དང་ཁེ་ན་ཏྲ་ཉི་ཧོང་བཅས་སུ་རང་སྐྱོང་ལྗོངས་ཡག་ཤོས་ཤིག་ལས་བོད་རང་བཙན་ཡོང་གི་མ་རེད། ཕ་སྤྲད་རྒྱུ་ཕ་སྤྲད། ཚུར་ལེན་རྒྱུ་ཚུར་ལེན་ཟེར་ཟ་བ་དང་དེ་སྔ་རྒྱ་ཧོང་སོང་ཡུན་རིང་ཤོར་བ་ནང་ཕ་སྤྲད་རྒྱུ་ལས་ཚུར་ལེན་ལེན་མི་ཐུབ་ལུགས་ཀྱི་འགྲེལ་བཤད་གྲོས་ཚོགས་ནང་བརྒྱབ་པ་ལྟར་གྱི་སྲིད་ཇུས་ལས་འཁྱམ་མདོག་ཡིན། སྔ་འཕྲུལ་རང་སྐྱོང་ལྗོངས་རྩིས་ལེན་ཞལ་འཇུག་གི་གོ་སྐབས་དོན་འཁེལ་བྱུང་མཚམས་དེ་གའི་ཆུ་སྒང་སྒྲིག་འཛུགས་ནས་རང་བཙན་དང་ཕྱོགས་གསུམ་གཅིག་གྱུར་མ་བྱུང་ན་ཁས་ལེན་མི་བྱེད་པར་གྱི་འགལ་རྐྱེན་བཟོ་དོགས་ཡོད་པ་བཅས་ཆུ་སྒང་སྒྲིག་འཛུགས་དང་མདོ་སྟོད་སྤྱི་འཐུས་གཅིག་གྱུར་གྱི་ནུས་ཤུགས་འཐོར་ནས་གྲོས་ཚོགས་ནང་མདོ་སྟོད་ཀྱི་མཐོང་དབང་མི་འབྱུང་སོགས་བཟོ་ཐབས་བྱ་དགོས་པའི་གི་རྩ་བ་དེ་དག་རེད། དེ་འདྲ་ལྟ་སྟངས་འཛོམས་པ་དེ་ནི་རྣམ་པ་ཚོ་ནོར་འཁྲུལ་ཧ་ལས་པ་དེ་ལས་སྡུག་ཐབས་མེད་པ་ཤིན་ཏུ་ནས་མི་འོས་པ་དང་མི་རུང་པ་ཞིག་ཡིན་ཞེས་དང་ཡང་བདུད་འདི་ཡི་གི་ཤོ་ཤོ་གྲངས་ལྔ་བཅུ་ང་བརྒྱད་པར་ཆོས་རྣམ་པའི་ཕྱག་ལེན་དང་དགོངས་པ་བཞེས་ཕྱོགས་ཉེན་ཁ་ཆེ་ཞིང། སྡུག་དྲགས་སྟབས། ང་ཚོས་གཅིག་ན་མཆོད་ཁང་སྒྲིག་འཛུགས་ཀྱི་ངོས་ནས་དང་གཉིས་ནས་གྲོས་གཞི་གཏོད་མཁན་ཁམས་ཤ་ཅང་གི་མི་དེ་ད་ལྟ་ཆོས་རྣམ་པའི་འབད་བརྩོན་ཞེས་པའི་གི་བོད་རང་སྐྱོང་ལྗོངས་ཟེར་བ་དེ་ཡི་གི་ཁོངས་མི་ཐེག་པའི་གི་མི་ངོ་རྒྱས་བཅད་ཀྱི་ངོས་ནས་རྒྱས་བཅད་ཀྱི་ངོས་ནས་སྒོར་གྱི་ངོས་ནས་རང་འགན་རང་འགན་འཁུར་ལེན་བྱས་ཏེ་གི་སྤྱིར་བོད་ཀྱི་ས་དེ་དུམ་བུ་མི་འགྲོ་བ་དང་ཡང་སྒོས་སུ་གོང་ས་མཆོག་དང་ཆབ་སྲིད་ཡ་སྒྲར་མི་འབྱུང་བའི་གི་ཆེད་དུ་སང་ལོ། བཞི་གསུམ་བཅུ་གཉིས་བཏང་ན་ཞེས་པ་ཞིག་ཡིན་ཞེས་དང། ཡང་བདེ་ཐི་ཡིག་གི་ཤོག་ངོས་བདུན་གྱི་དོན་བརྗོད་ནས་བརྒྱ་བཅུ་གྱ་གཅིག་བར་རྩ་བ། གོང་ས་མཆོག་གི་དགོངས་གཞི་ནི། བོད་མི་ཡོངས་ཀྱི་འདོད་དོན་ལ་ཐུགས་བརྩེ་ཆེན་པོས་གཞི་འཛིན་གནང་སྟེ། ཚད་མེད་བཞི་བ་དང། ཕན་ཚུན་བསྙེན་ཕན་གྱི་ལམ་དབུ་མ་ཞེས་པ། བཀའ་མངགས་རྗེས་སུ་ཕལ་ཆེར་ཡོད་པ་དེ་གསལ་པོ་རེད།

ད་ཕུབ་མ་འོག་གི་ཁྱོད་སྟོང་ཆ་དུག་དག་རྣམ་པ་ཚོང། འོ་དེ་གནང་རོགས་ཞེས་ཨ་ནི་ད། རྒྱལ་བ་བསྟན་འཛིན་རྒྱ་མཚོ་བཀའ་གནང་ཆེན་མོ་དེ་དེ་འདྲའི་གྱུར་ཡོད། བདག་སོགས་སྙིང་གི་མ་རིག་གོ། བདག་སོགས་སྙིང་གི་གཟུངས་སུ་བཏགས་མིན་གྱི་བཀའ་ཅི་བགྲོས་པའི་ཁྱད་པར་རེ་ཉན་ནས་ཀུན་བཟང་སྤྱི་འཇུག་རྒྱང་དུ་མཐའ་སོན་ཆོག་སྨད་ཆུ་སེར་གྱི་རྒྱལ་བའི་བྱིན་ལེན་དང་རྟེན་འབྲེལ་སླུ་བ་མེད་པའི་བདེན་པ་དང་བདག་གི་ལྷག་བསམ་དག་པའི་ཐུགས་དོན་སྨིན་པའི་དོན་ཀུན་བདེ་བླག་མྱུར་འགྲུབ་ཤོག། དེ་རེས་ད་དམ་བཅའ་རྡོག་རྡོག་དེ་དག་གཉིས་པོ་དེ་ད་ལྟ་ངོ་སོང་གནོད་པ་ཡོང་མཁན་དུ་སོང་ལ་ངེད་ཅིག་སྨོན་ལམ་གྱི་རྒྱག་གི་ཡིན་སར་རྒད་པོ་གི་དེ་རིང་སྨོན་ལམ་གྱི་རྒྱག་ཡིན་ན། སྨོན་ལམ་དེ་ཡང་གེགས་ཆེན་པོ་ཅིག་མིན་འགྲོ་བསམ་གྱི་འདུག་སྨོན་ལམ་ལོག་པའི་རྒྱལ་བའི་བསྟན་པ་ལ་མཁོ་བའི་ནག་ཕྱོགས་གཟུགས་ཅན་སོགས་མེད་དེ་བསམ་སྦྱོར་ངན་པ་འཇུག་པ་མ་ལུས་པ་ཕྱོགས་མཚུངས་བདེན་པའི་རྩལ་ནས་སྤྱོད་རྒྱུ་གཅིག་ཡ་བཀྲ་ཤིས་བདེ་ལེགས་ཨ་ནི་ད་དེ་ག་ཚང་བཞག་གི་ཡིན་ཐུགས་རྗེ་ཆེ།